ཨ་ནི་དང་རྣམ་ཤེས་ཀྱི་འགྱུ་འཕྲོད་ལ་བརྟེན་པའི་ཐ་མིའི་གཟུགས་པོ་ནང་ལས་ཅིག་མིག་སེར་གྱི་དིང་སང། ཚིག་མིག་ལ་ཡ་རེ་དག་ན་ཞིག་སྐྱེས་པ་དང་རྐང་པ་དང་པུས་མོ་ལ་སོགས་པ་དག། གང་དག་རྩ་དང་དེ་འདྲ་དེ་རུས་པའི་ན་ཚ་མང་པོ་ཅིག་དག་ཉི་མ་ནས་ཉི་མ་མང་དུ་འགྲོ་གི་ཡོད་རེད་ད་ནམ་རྒྱུན་ནས་ང་རང་ཚོ་སྨན་ཁང་ལས་ཡ།

སོང་ཙང་ད་གིན་དེ་ནི་མ་གྲུམ་བུའི་སྐོར་ལས་ཡག་ཅིག་ཞུས་བས་ཡིན། ད་རྩ་བའི་གྲུམ་བུ་ཟེར་དུས་ཙམ་པ་ཅིག་ང་ཚོའི་གི་གསོ་རིག་གཞུང་ལས་ཡག་ཅིག་ཚིག་ནི་ཆུ་སེར་འཕེལ་བ་ཡི་སྦྱོར་སྤྱད་བྱེད་ལས་ཉམས་གྱུར་ཏེ་ཚིག་རྣམས་ཆག་གྲུམ་ཤོར་བ་ལྟར་གྱུར་བས་གྲུམ་བུ་ཞེས་སུ་བཤད། ད་གྲུམ་བུ་ལབ་དུས་ཙམ་པ་ཅིག་སྤྱི་བཏང་ཅིག་ང་ཚོའི་གི་ཕྱག་ནས། གྲུམ་བུ་ཁོ་རང་གི་ཚིག་དེས་ཅིག་ཆགས་ནས་གྲུམ་བུ་མང་པོར་གྱུར་བའི་དོན། ང་ཚོ་ནམ་རྒྱུན་ཅིག་ཆགས་གྲུམ། ཆགས་གྲུམ་ཟེར་འདུག་ཚིག་བེད་སྤྱོད་བྱེད་ཀྱི་རེད་ཅིག་ཆ་ལག་འགྲོ་ཅིག་མར་ཆགས་བ་ཡིན་ལ་ཆགས་གྲུམ་ལ་དུས་ཚོད་ཧྲུག་ཆགས་ལས་ཕྱིན་ཅི་ད་དེ། དོན་དག་དེ་གང་ལྟར་ཅིག་པུས་མོ་དང་ཚིག་དེ་ག་དེ་ལ་ཅིག་ཆགས་གྲུམ་ཤོར་བ་ནང་བཞིན་གྱི་ན་ཟུག་མང་པོ་ཅིག་བཏང་རྗེས་རེ་བ་དེ་འདྲས་ཀྱིས་ད། དོན་དེ་ལ་བྱ་བྱེད་གཉིས་ཀྱིས་གྲུམ་བུ་ཟེར་འདུག་ཟེར་ཞུ་གི་ཡོད་རེད། ད་གྲུམ་བུ་དེས་ཅིག། ཡོང་དགོས་རྒྱུ་མཚན་དེ་གོ་རྒྱུ་མཚན་ཟེར་ན་ད། དོན་དག་ལྟ་བུ་དེ་ཞིག་གང་གོང་ནས་ཞུས་པ་ན་ཞིག་ཚིག་མིག་ཆུ་སེར་འཕེལ་བ་ཡིས། ད་གང་ལྟར་མདོར་བསྡུས་ནས་ཞི་བ་ཞུས་བ་ཡིན་ན་ཞིག། ཨ་ནི་ཕོ་བའི་མེ་དྲོད་ཉམས་པས། ཕོ་བའི་མེ་དྲོད་དེ་ཡག་པོ་ཅིག་སྨེ་བར་བྱས་ཨ་ནི། མཆིན་པའི་གནས་སུ་དྭངས་མ་དེ། ཁ་ལག་དྭངས་མ་དེ་ཡག་པོ་ཅིག་སྨིན་མ་ཐུབ་བར་བྱས་ཨ་ནི། མ་སྨིན་པར་ཆ་ནས་དེ་གི་ཆུ་སེར་འཕེལ། ཨ་ནི་ཆུ་སེར་དེ་དག་ཅིག་རླུང་གི་བྱེད་ལས་ཀྱིས་རྐྱེན་པས་ཚེག་མིག་རྣམས་ལས་ཡར། ཚེག་ནང་ཚེག་མིག་ལས་ཡར་དུ་ཆེར་འབྱེད། ཨ་ནི། ཚེག་མིག་རྣམས་སུ་ཅིག་ཆག་གྲུམ་ཤོར་བ་ནང་ཞིང་གི་ན་ཟུག་གཏོང་ཡས་ལ་སོགས་པ། ཨ་ནི། ཚེག་དེའི་དེ་སྐབས་རེ་ཅིག་སྐྱོགས་པའི་རང་བཞིན་དང།

གྲུབ་འབྲས་ལས་གཞི་དེ་སྔོན་འགོག་བྱེད་དང་དེ་ཚོར་དཔེ་གལ་ཆེན་པོ་རེད་ཞེས་ཞུ་བས་ཡིན། རྩ་བའི་ད་དེར་ལྡི་ལི་ཨ་ཨ་ཡུ་ཝེ་དཱ་གི་ཐོག་ནས་ཞུས་བས་ན་དེ་ལ་ཁོ་ཚོས་ཀྱི་ཨ་མ་བྷ་ཏྲ་སྟུགས་ལབ་གི་རེད་ད་ཨ་མ་བྷ་ཏྲ་ལས་ལུས་རྩོམ་པ་ད་ཨ་མ་སི་ལུས་རྩོམ་པ་ཅིག་ཟས་ཀྱི

བཤད་རེད་ད་ག་འདི་དམར་བཤད་གི་རེད་ཅིག་དུ་བ་དེ་ལ་རེད་མི་འདྲི་འོ་དེའི་གྲས་དུ་ཅིག་ནུས་པ་ཅིག་ལ་མངོན་པའི་རེད་ཅིག་ར་དེ་ཚོ་བསྟན་དྲག་བས་ན་མཆིན་པའི་གནས་སུ་ཅིག་མ་བཞུ་བ་བྱ་མ་གཞི་ནམ་རྒྱུན་རྒྱུན་ལྡན་ནས་ཅིག་སོ་སོའི་གཟུགས་པོ་ལས་རྩོལ་བཅག་དང་ལས་ཀ་དམིགས་བསལ་མེད་བ་ཅིག་ཁ་ལག་འཚོ་བཅུད་ཆེས་ཆེས་དྲག་བ་ཡིན་ན་ཨ་འདི་མ་བཞུ་བ་བྱ་ཅེས་ཨ་གྲུམ་བུས་ན་ཚ་ཅིག་དེ་འདྲས་ཡོང་གི་ཡོད་རེད་ཏིག་གིས་ད། རྒྱུ་རྐྱེན་རོ་གཅིག་ཅིག་ཆགས་བསྡད་ཀྱི་ཡོད་རེད། ད་དེ་ནས་སྐབས་རེ་ཡང་དེ་འདྲ་དེ་གྲུམ་བུའི། ད་གྲུམ་བུའི་ན་བཟའ་དེ་ཚོ་ཅིག་ག་རེ་གི་ཡོང་གི་འདུག་ཟེར་དུས་བསམ་པ། ཨ། ཡང་ཅིག། ཨ། ག་ཟེར་བ་རང་ཚོ་ནམ་རྒྱུན་ཆམ་པ་དང་རིམས་རྫས་དེ་ཚོ་སྤོ་བའི་སྐབས་སུ། དཔེ་བྱས་ཟིན་ད་ལྟ་དེ་ང་ཚོ་དེ་ནམ་རྒྱུན་དྲན་གུ་ལའེ་ལ་སོགས་པ་དག་ནི་ཅིག་གིན་གོ་ནི་ཡ་ད་ཨ་ནི་ནམ་རྒྱུན་ད་ཆམ་རིམས་མང་པོ་བྱོས་ར། ཆམ་རིམས་ཕོ་བའི་སྐབས་སུ་ཡ་ནི།

ཤུགས་ཆེ་དྲགས་ཨ་ནི། ཚ་བ་འདི། སྟེང་ལ་ཡ་ཁར་ནས་ཧྲི་བ་ད་ཆང་བ་དང་འབྲུ་རྒྱབ་འདྲེས་ཙམ་པ་མང་པོ་ཅིག་ཚ་བ་བར་གྱི་དུ་བ། ད་དེ་གྲང་བ་སྟེང་དུ་ཁར་བ་ཟེར་བ། ཨ་འདིའི་རྐྱེན་པས་ཨ་ནི། ཚ་བ་འདི། ཕྱི་ལ་དོན་མ་བསྡུ་བ་བྱེད་ད་དངོས་གནས་བྱས་ན་བུད་མེད་འདྲ་བོ་ཞིག་ང་ཚོ་གི་བུད་མེད་ནང་ལ་ཡ་མང་ཆེ་ཐང་འདི་ཚོ་བཏང། ཨ་དང་པོ་འདི་ལ་ལམ་སང་ཚ་བ་འདི་མ་སྣེམ་གི་ཡོད་མ་རེད་ཚ་བ་འདི་འོང་ཚ་བ་འདི། དང་པོ་མེ་བ་བཟོ་གི་ཡོད་མ་དང་པོ་ཚ་བ་འདི་སྨིན་འཇུག་གི་རེད་སྨིན་བྱས་ནི་ཕྱི་ལ་སྟོན་དགོས་རེད་བ། ད་དེང་སང་དེ་འདྲས་མ་ཡིན་པ་ཆེ་ལམ་སང་ཆེ་འཆམ་ཟེར་འདྲ་ཞིག་སྐྱེམས་ན་ཚ་མེད་བཏང་གི་རེད་བ་དེ་འདྲས་ཚ་མེད་བཏང་ནས་ནི། རྩ་བ་འདི་མ་སྣེམས་ནི་ད་རུས་པ་དང་དེ་འདྲས་ཀྱི་ཚིག་མིག་རྣམས་སུ་ཀོ། མ། སྣེམས་པའི་ཚུལ་དུ་བསྡིག་ཡོད་རེད་ད་ཡིབ་པའི་ཚུལ་དུ་བསྡད་ཅེས་ནི་བསྡིག་གི་ག་ལི་ག་ལི་ག་ལི་ཚ་བ་དེ་ཡིབ་བྱས་ནི་མ་འོངས་པ་ནི། པུས་མོ་དང་ཚིག་མིག་དེ་ཚོ་ལས་བུ་མང་པོ་ན་ཟུག་བཏང་བྱས་ཡང་དེ་འདྲས་ཀྱི་གྲུམ་བུ་ཆ་གཉིས་གཅིག་དེ་འདྲས་ཡོང་གི་ཡོད་རེད། དེའི་ཕྱིར་བ་ད་ཞིམ་པ། སྤྱི་བཏང་ནམ་རྒྱུན་ཆུ་གྲང་མོའི་ནང་ལས་ཀ།

དུས་འགྱུར་ནས་ཅིག་ལུས་ལུས་ཀྱི་ཁམས་ལུས་ཁམས་འཁྱག་པ་ཟིལ་ལམ་པ་ཅིག། ཨ་ནི་ད་ང་ཚོ་སྐུ་ལོག་དུ་ཚོ་ཁྲོ་བོ་མ་དགོས་ཅིག་དྲག་མོ། ཅིག་སྐུ་ལོག་གསར་བོ་གོན་ཆེ་དྲག་མོ་བསྡད་དྲག་མོའི་ནང་ལ་བསྡད་དྲལ་ལ་སོགས་པ། དེ་ཚོས་ཀྱིས་སྐྱེས་ཡོད་རེད་ཨ་ནི་མ་ཟད་ད་ང་ཚོས་འཚོ་བཅུད་མི་འདང་བ་ཟེར་ཨ་ནི་ཁ་ལས་ཁ་ལག་གྲོགས་བྱས་ནས་ད་ང་ཚོ་ཅིག་ཨ་ད་ཤིང་ཏོག་དང་ཚལ་དང།

དབྱིན་ཇི་རྣམས་ལ་ཞུས་པ་ནས་ཅིག་བྷི་ཏཱ་མིན་ཏི་ཟས་ལ་ཟོ་བ་དང་ནས་ཅིག་ཀལ་ཤིམ། འོ་དེ་ཚོ་ཉུང་དྲགས་པའི་རྐྱེན་གྱིས་ནི། ཚིག་དེ་ཚོ་སྐྱོ་བོ་ཆ་གཅིག་འདི་ཡོང་དགོས་རེད། འོ་དེ་འདྲ་སོང་ཙང་གང་ལྟར་ནམ་རྒྱུན་ནས་ཅིག་བྲོ་རྒྱུད་བྱེད་དང་ཅིག། ས་ཆ་དྲང་མོ་རེད་ད་གླེང་ཤེས་ཆེ་བའི་ཡུལ་རེད་ཞེ་ལག། བཟོད་ནས་ཅིག་ཅིག་སྣུམ་རྩི་ཆེན་པོ་དང་ཡང་དང་མངར་མོ་ལ་སོགས་པ་དེ་འདྲས་ཀྱིས་གྲང་བ་ལ་གནོད་པའི་ཁ་ཟས་དེ་ཚོ་བསྟེན་དྲགས་པ་ཡིན་ན་ད་འདིའི་གེགས་ནི་གནོད་རྐྱེན་ཆེན་པོ་ཞིག་ཡོང་གི་རེད་དེ་འདི་གང་དག་ཅིག་ཁོག་པའི་ནང་ལ་ཡང་ཅིག་ཀ་ལ་དེ་ཚོ་ཕྱི་པའི་གནས་སུ་མ་ཞུ་བར་བྱ་དེ་ནི་ཨ་ནི།

ད་རྐང་པ། རྐང་པ་དང་ཚིགས་མིག་དང་ད་གཅིག་པོ་རེད་པུས་མོ་རེད་གང་ད་མང་པོ་ཅིག་ལ་ཅིག་ནས་ན་ཟུག་བཏང་ཡ་རེད་ཀྱོག་ཀྱོག་བྱ་ཡ་རེད་དེ་ནི། གོམ་པ། གོམ་པོ་རྒྱལ་ལ་ཁག་པོ་རེད་ནི་འབིར་ཡལ་ལ་སོགས་པ་དེ་འདྲས་མང་པོ་ཅིག་ནད་རྟགས་མང་པོ་ཅིག་ཐོན་གྱི་ཡོད་རེད། དེ་འདྲས་སོང་ད་ད་དུས་ད་རྣམ་པ་ཀུན་ཏུ་གྲུམ་བུའི་ནད་གཞི་འདི་ལ་ཅིག་སོ་སོ་ངོས་ནས་ཅིག་དྲོ་བཅུད་བྱས་དང་ནི། ཞལ་ལག་དང་ཚུ་རེན་ཚོད་བྱས་ཡ་འདི་དཔེ་གལ་ཆེན་པོ་རེད་ཞག་ད་འདིའི་གང་ད། གལ་ཆེ་ཤོས་འདི།

ད་ཤར་ཡུལ་ཁོས་ཞིག་ལ་བརྩོན་པ་ད་ཅི་དང་ཚེག་མིག་རྣམས་ལ་བེད་ང་ཚོ་རྣམས་ཀྱི་ཆུ་ཁོལ་བ་ན་ཞིག་ན་ན་ཏིང་ཏིང་ཏིང་ཡར་བེད་ན་ལོག་ལོག་འདུག་ཁོལ་བའི་རང་བཞིན་དེ་འདྲའི་ཆགས་ཀྱི་རེད་ད་ན་ཞིག་ད་ཆུ་ཆུ་རྒྱུད་དུ་འཛུལ་བ་ང་ཚོ་རྒྱུད་པ་ད་དེ་འཛུལ་བ་བེད་གྱོང་པོ་ཆགས་ཡ་རེད་ཨ་ནི་དམིགས་བསལ་གྱིས་ད་གུ་རྒྱོག་རྒྱབ་ན་གུ་རྒྱོག་རྒྱབ་ན་ཟེར་བ་ཡར་ལངས་དུས་རེད་སྡོད་དུས་རེད་ཐུགས་ལས་བབས་དུས་རེད་དེ་དོན་འདི་འདྲའི་སྐབས་སུ་ལྷག་པར་དུ། ན། ན་ཟུག་བཏང་ཡས་རེད། དེ་འདྲའི་ན་ཟུག་བཏང་རྗེས་ད་སྐད་ཤོད་ཡས་ལ་སོགས་པ། འོ་དེ་གི་ད། ནད་རྟགས་དེ་འདྲས་མང་པོ་ཞིག་ཡོང་གི་ཡོད་རེད་ཞུའོ། འོ་ད་གང་ལྟར་ད་དེ་རིང་ཁ་སང་གི་སྤྱི་ཚོགས་ནང་གི་ཡ། ད་གྲུམ་བུའི་ནད་གཞི་ཡི་གང་ད་ཅིག་ད་ནད་གཞི་འདི་ཡིན་ན་ཁྱབ་ཆེན་པོ་ཞེ་བ་རེད་ཞེས་ད་དེང་སང།

སྲོག་དང་ཟས་དང་སྤྱོད་ལམ་འདི་ཉིད་ད་དུས་ད་རྣམ་པ་ཀུན་ཏུ་ད་ཡིད་ལ་བཅང་བྱས་ནས་སྤོང་དགོས་ཏེ་སྤོང་བ་དང་ད་བསྟེན་དགོས་ཏེ་བསྟེན་བྱས་ད་འཕྲོད་བསྟེན་བྱ་རུ་བར་བའོ། འདི་སྣང་དུ་ན་ནི་ད་ནི་ཞིང་ངམ་སྒོ་ཆགས་རུ་བར་བ། སྲོག་དང་ད་ཟས་ཟས་གྲོགས་སྦྱིན་པ་ནི་ད་སྔ་མ་གྲོགས་སྦྱིན་པ་ན་ཅིག། སྔ་མའི་མི་ལ་ཡང་ཅིག། ངེས་ཤེས་ཏེ་ན་ཉོན་ཉུང་རེ་གང་ཡིན་ཟིན་ན། རྩ་བའི་ཆ་ནས་སྔ་མའི་མི་དེ་ཚོ་གཅིག་གཟུགས་པོ་ལས་རྩོལ་བཅག་མང་པོ་རེད། རྩོལ་བཅག་ཚེ་དུམ་བརྡ་ལས་ཀ་མང་པོ་ཞིབ་གནང་གི་ཡོད་ར། དིང་སང་ནང་བཞིན་ཅིག་མ་བསྡད་ནས་ལས་ཀ་བྱེད་ད་ཀ་འབུལ་སྒྲིལ་ལ་སོགས་པ་དེ་འདྲས་ཀྱི་ལས་ཀ་རྐྱང་རྐྱང་མ་ཡིན་པ་མང་བྱེད་ཅིག་ཤུགས་ལས་དང་ཡག་མ་གོ་རྒྱོ་རྒྱལ་ལ་སོང་ཙང་ཅིག་རྩ་དེ་ཚོ་ཤང་འགྲོ་གི་རེད་མ་ཟད་ཨ་ནི་ཁ་ལག་དེ་ཚོ་ཡག་པོ་འཇུས་གི་ཡོད་ཙང་ཅིག་འཇུས་གི་ཡོད་ཙང་ནི་དྭངས་མ་མ་མིན་པ་དེ་ཚོ་དང་ཆུ་སེར་བལ་དེ་ཚོ་གང་གང་ཅིག་དེ་ནས་ཉུང་ངོས་ད་དེ་རིང་ཁ་སང་ཅིག་ཟ་ཡས་དེ་མང་ང་བྱེད་ཨ་ནི་ཟ་ཡས་དེ་ཡས་ཅིག། ཁྲོམ་ར་ནང་ལས་གྲྭ་མ་འགྲོ་ལྟ་སྤྱོད་མའི་རིགས་ལ་ཚོད་མང་པོ་སྟེ་ཨ་ནི་གཟུགས་པོ་ལས་འགུལ་སྐྱོད་དང་རྩོད་བཅག་བྱེད་སྟངས་མི་བསྡུས་ཙམ་པ་ཨ་ནི་ན་ཚ་དེ་གི་དེ་མ་ང་ཡོང་གི་རེད་ད་ག་ལེ་ག་ལེ་རིམ་བཞིན་ད་མི་དེ་ཚོའི་གི་ད་ད་འཚོ་བའི་ཁྲོད་ལ་ཡ་ཅིག་དཔལ་འབྱོར་དེ་ཡར་རྒྱས་ཚོད་ཚོད་པ་ཨ་ནི་ག་ལ་དེ་ཤིང་པ་དེ་ཚོ་མ་ང་མ་ང་བསྟན་ལ་སོགས་པ་ཨ་ནི་ད་དེའི་རྗེས་ལས་ད་དུང་ཅུས་ཆེ་དེ་ཚོ་མ་ང་བཏོན། ཡིན་ནས་སྒོ་སྐྱོར་དང་གཅིག་ལུས་རྩལ་རྩལ་ལ་སོགས་པ་དང་གཅིག་ལས་ཀ་ཤུགས་ལས་བྱས་ཏེ་ནི་ཉུང་རུ་ཉུང་རུ་འགྲོ་གི་ཡོད་ཙང་ད་ལྟའི་ནད་གཞི་འདི་ནི་དེ་བས་མང་དུ་ཅིག་ཡོང་གི་ཡོད་ཙང་ད་འབྱུང་གི་ཡོད་རེད་ཟེར་གི་འདུག་ཞོལ་ཡིན་ཨ་ནི། ད་དུས་རྒྱུན་དུ་གར་སོང་རེད་ད། ཁ་ཟས་དགྲ་བོ་ཆེ་གེ་བ་ཡི་ནས་ཅིག་ཡང་བའི་རིགས་དང་ཅིག་འཇུ་བདེ་བ་འཇུ་བདེ་བའི་རིགས་དེ་ཚོ་བསྟེན་བསྟེན་དགོས་དེ་གལ་ཆེན་པོ་རེད་གལ་སྲིད་ཡང་སོ་སོ་གི་ནམ་རྒྱུན་སྣུམ་ཆུ་ཆེ་བ་དང་དང་སྣུམ་དང་གང་དག་ནུས་པ་ལྕི་བའི་གྲས་དེ་ཚོ་ཡང་མང་པོ་ཆུད་གོས་ཡོད་ན་ཡང་དེ་ལ་བོད་གཟུགས་པོ་ལས་རྩོལ་བཅག་བྱེད་རེད་གྲོགས་པོ་ཉལ་རེད་ད་དེ་ཚོ་གལ་ཆེན་པོ་གཅིག་རེད་བཞག་ཅིག་ཞུས་ན་བསམ་སོང། ཨ་ནེ་གཅིག་ཟླ་འདི་རེད་ང་ཚོ་གི་སྔོན་གོ་ནང་ཡ་ཨ་ནེ་ཉི་མ་དྲོ་སར་འདུག་བ། ནམ་རྒྱུན་ནས་གཅིག་ཟླ་ས་ཆ་ཁ་ཤས་ལིའང་ཉི་མ་ཡག་པོ་ཡོད་རེད་ཡང་ག་ཤས་ལི་ད་ཕྱི་རྒྱལ་དེ་ཚོ་ཞུ་ཉེ། ལུང་པ་ག་ཤས་ལི་ཉི་མ་གོ་རེ་ཡག་པོ་མི་འདུག་བ་ཅིག་ཉི་མས་གི་དེ་འདྲ་རྒྱུན་འདི་དཔེ་ཐུང་ཐུང་རེད་བ་དེ་འདྲ་སོང་ཙང་ཅིག་ཨ་ཉི་མ་ཤེས་འདོད་ཙམ་པ་ཉི་མ་ལི་ཅིག་ཉི་མ་སོ་ཡ་དེ་ཚོ་གལ་ཆེན་པོ་རེད་ཤག་ད་ད་འདི་དེ་རིང་ཁ་སང་གི་ཚན་རིག་པ་ཚོས་ད་ག་རང་ད་ཚན་རིག་ཟེར་ན་ཕྱི་ལུས་གི་སྨན་ནང་ལ་ཡ་ཅིག Vitamin D། ཉུང་ད་ན་ད་དེ་ན་གི་འདུག་ག་ཤེད་ཤེས་ཀྱི་འདུག་ད་ང་ཚོ་བོད་མའི་ནང་ལ་བའི་འདྲ་མིན་འདིའི་དེ་འདྲ་འདྲ་གས་ཤེས་ཀྱི་ཡོད་མ་ང་ཚོས་གི་ཆུ་སེར་དེ་དྲ་ལ་མ་ང་བརྩི་གི་ཡོད་རེད་ད་བའི་འདྲ་མིན་འདྲིའི་ཟེར་དེ་ད་ཉི་མ་ལས་ཅི་དང་ད་ཤིང་ཏོག་དང་ཅིག་ཚེ་རིང་ནས་རག་གི་ཡོད་རེད་དེ་ཡིན་ནས་ད་ཉི་མ་ནས་ཡང་ཅིག་བའི་འདྲ་མིན་འདྲི་དེ་ཐོབ་དུས་ཙམ་པ་ནི་འཚོ་བཅུད་དེ་ཐོབ་དུས་ཙམ་པ་ཉི་མ་བྲོ་ཡ་དེ་ཅིག་བྱས་ཨ་ནི། གཅིག་དེ་རེད་ད་དེ་རེད་ཞེས་ལུས་ཀྱི་ལྗིད་ཚད་ལྗིད་ཚད་བཅག་པ། ད་ད་དེ་རིང་ཁ་སང་ཁ་ལག་མང་པོ་ཞེ་བོ་ཆོས་ཨ་ནེ་རྩོད་ཆག་མི་ལུས་ཙམ་པ་གཟུགས་པོ་འཇིགས་པོ་ཞེ་བོ་ཆག་ཉེན་མང་པོ་འདུག་ཨ། གཟུགས་པོ་དེ་ག་ཚོད་ཡང་པོ་ཡོད་ན་ཅིག་ད་ད་ད་ཅིག་ཚིག་མིག་དང་རུས་པ་དེ་ཚོ་ན་ཟུག་བཏང་ཡ་དེ། གང་ལྟར་གཟུགས་པོ་འཇིགས་བོ་ཆེ་ལ་མ་ང་ཡོང་གི་འདུག་གང་ཡིན་ཟེར་ན་ད་གཟུགས་པོ་གང་ཟོས་ཀྱི་འཇིགས་བོ་ཆེ་ཡོད་ན་ནི་གཟུགས་པོའི་གི་འཇིགས་བོ་ད་གཟུགས་པོ་དེ་སོ་སོ་གི་ཁྱི་དགོས་དུས་ཙམ་པ་ནི་ཚིག་རྣམས་ལ་གང་ནས་མ་ཅིག་ལྗིད་ཚད་དེ་མ་སྐྱོ་བ་ད་ཨེ་ཇི་ན་ལ་ཞུ་བས་ན་ད་ཚིག་དེ་ལུས་མ Pressure ཡོང་གིར་བ Pressure མ་ནེམ་ཅེར་བ་འོ་འདིས་གི་ད་མ་གལ་ལ་ཡ་ཅིག་སྙན་ཁ་རྒྱག་ལ་སོགས་པ་འོ་འདི་ཡོང་གི་རེད་དེ་འདྲ་སོང་ཙང་ལུས་ཀྱི་ལྗིད་ཚད་དེ་གང་ཚོད་ཉུང་རུ་ཉུང་ང་ཡོད་ན་འདིས་ཡག་ག་ཅིག་འདུག། ཨ་ནེ་ཡི་དྭགས་ན་ཞེས་འཆམ་པ་རིམ་བརྩེགས་དུས་ཐོག་སྨན་བཅོས་ཆེད་ལྟ་དང་གི་གོང་ལས་ཞུས་པ་ན་ཞེས་འཆམ་པ་དང་རིམ་བརྩེགས་རེ་མཚོ་ཕོག་པའི་སྐབས་སུ་སྨན་བཅོས་དང་དང་བྱས་རེད་བ། ང་ཚོ་ད་བོད་པ་དེ་ཚོ་ནས་ཐང་རྡུང་ཡ་དང་དེ་འདྲ་གི་ལུགས་སྲོལ་ཡོད་ར་ཅིག་ཚ་བ་དེ་ཚོ་དང་པོ་ལམ་སང་ཚ་སྨན་ཤུགས་ཆེན་པོ་མ་བཏང་ར་ཚ་དང་པོ་ཚ་བ་དེ་སྨིན་བཅུག་ནས་རེད་བ། ད་ཤིང་ཏོག་བཏང་མ་སོང་ན་ཤིང་ཏོག་དེ་གི་དེ་དང་པོ་ཤིང་ཏོག་དེ་སྨིན། རེད། རེ་བ། མིག་ནི་ང་ཚོའི་ས་ཡོད་ལ་ད་ག་ན་ཕྱི་ཚ་བ་ནས་བཟོ་ཡིན་ན་ཕྱི་ལས་སྟོན་ལ་དང་པོ་ཚ་བ་དེ་སྨིན་དགོས་རེད་བ། ཚ་བ་སྨིན་ནས་ནི་ཕྱི་ལོག་སྟོན་ན་ཡག་པོ་རེད་གཞན་པ་ཚ་བ་མ་སྨིན་མ་སྨིན་གོང་ནས་ཅིག་ལམ་སང་ཚ་བ་དེ་སྨན་ཤུགས་ཆེན་པོ་བཏང་བས་ན་ནི་ཚ་བ་དེ་ཚོ་རུས་སྒོ་སྟེང་ལ་ཡང་ཁར་ནས་འདེད་ཡོད་རེད། འདེད་ཀྱི་རིམ་པས་རིམ་པས་རིམ་པས་ག་ལེ་ག་ལེ་རུས་པའི་ནང་ལ་ཡང་སྐྱོན་བྱས་རྗེས་ཨེ་དྲོན་པོ་དེ་འདྲའི་ན་ཡ་གི་ཅིག་ཡོང་གི་རེད། ལྷ་ནམ་རྒྱུན་ལས་ཅིག་ལུས་ཁམས་འཁྱག་མ་དྲགས་པ་ཟེར་བ། མདའ་གྲོ་བཅོས་བྱས་ཏེ་དཔེ་གལ་ཆེན་པོ་རེ་བྱ་ཚིག་ཤོད་ཡིན་དེ་ནས་བྱ་བཙན་བྱེད་སར་བསྡད་ཡུན་རིང་བ་ལྟ་ནམ་རྒྱུན་བྱ་བཙན་རེ་ལྟ་གླེན་པ་ཡོད་ས་རེ་བྱ་གླ་དྲང་མོ་རེ། ཨ་ནི། ད་དེ་རིང་ག་སང་ཅིག་ཡང། ཁ་ཤས་དེ་འདྲའི་ས་ཆ་བསྲེས་ས་ལས་ད་རྐང་པ་དེ་ཚོ་རྐང་བྱེད་མ། སོ་སོའི་ནང་ཡིན་ན Tiles དང་ཅིག་ཞར་ལ་དེ་འདྲ་ལས་རྒྱུན་རིང་པོ་རྐང་བྱེད་མ་དེ་ལ་སོགས་པ་དེ་ཚོས་དེ་དེ་གང་གཟབ་གཟབ་ཞིག་གནང་དགོས་འདུག་ད་བསིལ་ལམ་ཆོས་ལ་སོགས་པ་རེད་བ། ཨ་ནི་གྲང་ལྷགས་ཆེ་བའི་གནས་སུ་ད་གྲང་ངར་གྲང་ངར་དང་ས་ཆ་ལྷགས་པ་མང་པོ་ཡོད་ས་དེ་རྣམས་ཤིང་གྲང་ས་ལས་ཡང་རྒྱུན་རིང་པོ་མ་བཞུད་བ་བྱས་ཡང་དེ་འདྲའི་ལས་ཡིན་གཅིག་མིན་གཅིག་ས་ཆ་དེ་ཚོ་ལས་སྡོད་དགོས་ཀྱི་འདུག་ན་ཨ་ནི་ཅིག། དགུ་ལོ་དུས་ཚོད་དྲུག་བཅུ། སྡེབ་གཟུགས་བྲིས་ཏེ་དཔེ་ཁེ་ཆེན་པོ་རེ་བྱ། དེ་ནས་ད་ནམ་རྒྱུན་ནས་ཇི་ཇི་ལྟར་ང་ཚོ་གིས་སྣུམ་བྱུག་བྱེད་དུ་འདུག་ལ། རྒྱུན་དུ་ད་ང་ཚོ་ཚེག་མིག་རྣམས་ལ་ཅིག། ཚིག་དང་ད་སྐྱེས་པ་ཡིན་ནི་རེད་པུས་མོ་ཡིན་ནི་རེད་ང་ཚོ་སྤྱི་བོ་ཡིན་ནི་རེད་དེ་ཚོ་ལས་ཡང་དུས་དང་རྣམ་པ་ཀུན་ཏུ་རེ་བ་སོ་སོར་ཡིན་ཅིག་མིན་ཅིག་རྒན་བཀུར་ཆགས་ཆགས་དགོས་དགོས་མ་རེད་བ་གཞོན་སྐྱེས་ཡིན་ནི་ག་འདྲ། བསྐུ་བྱུག་བྱས་ཏེ་བེད་སྐྱེལ་ཟིན་པོ་རེད་ད། སྣུམ། སྣུམ་གྱི་བསྐུ་མཉེ་བྱེད་ཅུ་ར་སྣུམ་གྱི་བསྐུ་མཉེ་བྱས་ན་རྩ་དེ་ཚོ་བཤམ་གྱི་ཡོད་རེད་ད་ནང་བཞིན་མཁལ་མ་གི་དྲོད། མཁལ་དྲོད་ལས་ཕན་གྱི་ཡོད་རེད་གསུངས་སོང་བསྐུ་མཉེ་བྱས་ཏེ་བེད་སྐྱེལ་ཟིན་པོ་རེད་ཞུ་ཡས་ཡིན། བསྐུ་མཉེ་དེ་གཅིག་བྱས་ཨ་ནི། སྣུམ་བྱུག་དེ་ཚོ་ཟླ་གང་དུ་དུས་ད་སྣ་བུག་གང་དུ་ཏི་སིས་བརྒྱབ་འདུག་ན་ཡག་པོ་རེད་ད། ཞལ་ལག་སྒྲོག་ཅིག་ན་ཅིག་ཚིག་མིག་དེ་ཚོ་སྐྱོ་བོ་ཡོད་ན་ནམ་རྒྱུན་ལས་ང་ཚོ་ད། ད་ཤ་མ། བསོད་བསྒྲིམ་མ་བྱོས་ཉེས་ན་ནི་གོ་ད་དེ་རེད་བ་དེ་མ་གཏོགས་བསོད་བསྒྲིམ་བྱོས་ཉེས་ཡོད་ན་ཅི་དེ་འདྲ་ང་ཚོ་གི་སེམས། ད་ལུག་དང་དེ་འདྲས་ད། ཤ་ནང་ཡང་ཅི་ང་ཚོ་གི་མ་ཡི་ཞོགས་ཆུང་འདུག་ཨ། ཞོགས་ཆུང་ཟེར་ཙམ་སྔ་མ་ཡོད་ས་ནི་ཅི་བྱ་ནི་ཡ་གི་སོག་པ། སོག་པ་ཡོད་ས་དེ་དཔུང་པ་ཡོད་ས་གང་གི་སོག་པ་བྱས་ནི་སུག་ཏིག་ལེགས་ར་ད་ང་ཚོ་མ་གི་ལ་ནི་སུག་ཏིག་དེ་ཚོ་དེ་ཚོས་གི་ཐང། ཨོ་རུས་ཐང་གྲོགས་བྱེད་ར་དེ་ཚོ་ཡང་སྐབས་རེ་སྐབས་རེ་བསྟེན་ཐུབ་བོད་ནས་ད་དེ་གི། དགོན་སོ་སོའི་རུས་སྦལ་གྱི་རུས་སྦལ་གྱི་བྱེད་ལས་དང་ཅིག་ཤུགས་དེ་ཡར་འཕེལ་ཡར་འཕེལ་དེ་བེམ་པོ་རེད་བཤད་དེ་ང་ཚོ་དེ་དོ་སྣང་ཆེན་པོ་འདུག་ང་ཚོ་ནམ་རྒྱུན་དེ་རུས་སུབ་སྟོང་ཉེས་དུ་མང་པོ་ཅིག་ལ་དེ་ག་ལ་གང་འཚམ་ཅིག་གར་སོ་རེད་ན་ཚ་དེ་ཉུང་ང་ཡོང་ཡོད་དང་ཅིག་གྲོས་ཆེད་དང་དེ་ཚོ་ཡོང་གི་འདུག་ད་རྒྱ་གར་འདྲ་བོ་བྱེད་ན་ནམ་རྒྱུན་ཅིག་ཤ་རེད་དང་ཅིག་ཁུ་བའི་རེད་དེ་ཞེ་དྲག་ཟ་ཉེས་མེད་དུས་ཙམ་པ་ནམ་རྒྱུན་ད་ཚལ་དང་འདྲེ་འདྲེ་རྐྱང་རྐྱང་ཏཱ་ལི་དང་དེ་འདྲའི་རྐྱང་རྐྱང་ཟེར་དུས་བསམ་པ་གཅིག། གང་ལྟར་དགའ་ཆེན་ད་བོད་པ་དང་རྒྱ་གར་དུ་བསྡུར་བ་ཡིན་ན་དེ་ལྟར་གྲུང་པོ་དང་རྩ་དཀར་དང་དེ་ལྟར་དེ། འོ་ད་རུལ་གོག་ཚིག་གི་ན་ཚ་དེ་ཚོ་ག་ལ་གང་འཚམ་བྱེད་པའི་རྒྱ་གར་དེ་ཚོ་དགའ་ཆེན་མང་ང་འདུག་གསུངས་ཙང་ད་དེའི་ཟེར་ཆོས་དེ་འདང་གི་གཏན་གཏན་གེ་བོ་འགྲོ་གི་འདུག་ང་ཚོ་རྣམས་རྒྱུད་གཅིག། ང་ཚོ་བོད་པ་ལྟ་ཤ་ཆོས་ཉིད་ཡིན་པ་ཡིན་ན་ཅིག་ག་ལ་གང་འཚམ་ཅིག་འཚམ་འཚམ་ཡང་ཐང་འདི་ཚོ་ཆོས་བཏུབ་ན་ཡག་པོ་འདུག་རེ་བ་ཤ་ཡང་དམར་ཤ་འདི་ཚོ་ཞེ་དྲག་མ་བརྗོད་བྱས་ཤ་ནང་གི་རྟ་ཆ་ཤ་ལ་སོགས་པ་དག་ན་ཅིག་ལུག་ཤ་གི་རྟ་འདི་ཚོ་ཐང་འདི་ཚོ་བཏང་ན་ཡག་པོ་འདུག་ཅིག་ཤོད་ཡིན་ཨ་ནི་རྟ་སྤང་དགོས་ཅིག་དེ་དེ་ལས་ཤ་རྟ་ནམ་རྒྱུན་ནས་ཅིག་གར་སོང་ད་འདི་གནོད་ཆེ་ཤོས་འགྲོགས་ཅིག་ཞོག་ཁོག་འགྲོ་ཨ་ལུས་ཟེར་ལ་ཞོག་ཁོག་དེ་ཅིག་ལུས་ཀྱི་འགྲོ་ནི་སོ་ལོ་མགོན་པོ་དེ་འདྲ་སྐྱེབས་སྲིད་ཀམ་འདི་ཞེ་དྲག་བྱོས་ཡ་མི་འདུག་ཨ་འཇིག་དེ་འདྲ་ག་གོན་ད་ག་གོན་ཟེར་ན་ང་ཚོའི་གི་གར་སོང་དེ་ཁྱི་ར་ཟིག་རོ་ཁྱི་ར་ལས་དེ་ཅིག་བྱས་ཨ་ནི་མངར་ཟས་ད་མངར་ཟས་དེ་ཚོ་ཞེ་བ་ཞིག་བྱོས་ཡ་མི་འདུག་ད་མངར་ཟས་ནང་ནས་དེ་འདྲ་ང་ཚོའི་གི་བྱེ་མ་ག་ར་ཨ་ཅི་ནི་གི་ཟོས་བྱས་པ་ད་མངར་ཟས་མང་པོ་ཞེ་བ་ཞིག་ར་ཧོ་ཅི་ནི་དེ། བྱེ་མ་ཀ་ར་དེའི་གནས་བབ་ཏུ། ཡང་གུར་དང་སྦྲང་རྩི་དང། དེ་ཚོའི་གྲས་ཏེ་ཡང་གུར་དང་སྦྲང་རྩི་དེ་ཚོ། སྤྱི་དང་རོ་མངར་བ་གང་ཞིག་ལ་གོ། ཁོད་ཀྱི་ནུས་པ་དེ་དྲོད་སྒྲོག་བྱེད་ཡོད་རེད་གུར་དང་སྦྲང་རྩི་དེ་ཚོ་དེ་དེའི་སྐྱོན་ཆུང་བ་དུ། ཕྱི་ནི་དེའི་བད། མངར་མོ་ཡིན་པ་གང་ཞིག་ལ། ཨ་ནེའི་ངོ་བོ་ནུས་པ་དེ་སིའི་སོང་ཙང་ད་དེའི། གནོད་བྱེད་ཡོད་རེད་སོང་ཙང་ད་མངར་སེལ་དང། དེ་ཚོའི་གྲས་ཏེ་སྦང་དགོས་དེ། གལ་ཆེན་པོ་རེད་ཞེས་ཅིག་བྱས་ཨ་ནེའི། དེ་ནས་ད་རྣམ་པ་ཚོ་གལ་སྲིད་ཡང་སོ་སོའི་གི་གཡས་གཡོན་ལི་ཡ། སོ་སོའི་ཉེ་འཁྲིས་དང་གཡས་གཡོན་ལི་ཡ་ཆུ་ཚན་དེ་འདྲ་ཡོད་ན། སྐབས་རེ་སྐབས་རེ་ཆུ་ཚན་བརྒལ་ཐུབ་ན་ཡག་པོ་འདུག་ཞོལ་དབྱིངས་ཆུ་ཚན། ཆུ་ཚན་ནང་ནི་ཡང་ད་ད་ཆུ་ཚན་རིགས་མང་པོ་ཡོད་རེད་ཆུ་ཚན་རིགས་ནང་ཟེར་ང་ཚོའི་གི་སྨན་གཞུང་ནང་ལ་ཤེས་ཀྱི་ཡོད་རེད་ད་དེ་ནང་ནས་ད་ད་མུ་ཟི་དང་འདྲེས་པའི་ཆུ་ཚན་ལས་དེ་ཡག་པོ་རེད། མུ་ཟི་གི་ཆུ་ཚན་དེ་ཅིག་ཅི་བཏང་མུ་ཟི་དེ་གི་ཆུ་སེར་ཀ་མེད་ལ་ཡག་པོ་ཡོད་རེད་ཟེར་དེ་འདྲ་སོང་ཙང་ད་པུས་མོ་དང་ཚིག་མིག་དེ་ཚོ་ལ་ཆུ་ཚན་འདི་ཡག་པོ་རེད་ད་མུ་ཟི་དེ་ཅི་བཏང་མདོག་དེ་ཆུ་ཚན་གི་མདོག་དེ་མདོག་སེར་པོ་འགྲོ་ཅིག་ཆུ་དེ་དེ་མདོག་སེར་པོ་འོ་དེ་གི་ཆུ་ཚན་དེ་ལ་ད་རྒྱལ་ཐུབ་ན་ད་དེ་ཕན་པོ་ཡོད་རེད་ཅིག་ཤོས་ཡིན་ཅིག་དེ་བྱས་ད་གཉིས་ནི་ཡང།

ཚ་འདི་ཡག་པོ་བྱེད་ཅིག་ལ་ང་ནང་ལ་ཡ་རྩ་བོ་བཟོས་ཨ་འདི་རས་ལི་ཡ་བྲིས་རྗེས་འདི་གི་ཡང་དགོངས་དག་ཏུ་མཚམས་ཙམ་འདུག་ཚིག་མེད་དུ་འཛུལ་འདུག་མ་བསྣན་བདེ་བས་ན་ནི་འདི་ཡག་པོ་ཡོད་རེད་གང་ཡིན་ཟེར་ན་དེ་རིང་ཁ་སང་ཡང་ཆུ་ཆུ་དེ་འདྲ་གེགས་གེགས་དམ་འདྲ་བོ་དང་དེ་འདྲས་བླུགས་རྗེས་ཆུ་ཚ་བོ་གི་དེ་འདྲས་དུག་བྱིན་གྱིས་མ་མུ་ཏོག Compress ཆུ་ལས་ཡག་ག་དེ་ག་རེ་ཡོད་ཟེར་འདོད་པ་ཚ་ཚ་བོ་ཟོས་འགྱོད་ཅིག་འདུག་ཨ་ད་འདི་ག་ཅན་གི་ཡག་ག་རེད་ཁོ་ཚ་གི་ནུས་པ་དེ་དྲོད་སོང་ཙང་འོ་འདི་གི་ཕན་ཡོན་ཆེ་ཡོད་རེད། འོ་བ་ད་འདི་འདྲས་ཀྱི་ཟླ་གང་ཟླ་སྔོན་ལྐོག་དང་སོ་སོ་ནམ་རྒྱུན་ནས་དུས་དང་རྣམ་པ་ཀུན་ཏུ་ཅིག་བྲོ་བྱོས་བྱས་རེད་སྣུམ་བྱོས་བྱས་རེད་ཞེས་ལག་དེ་ཚོ་ནུས་པ་ཡང་བ་བསྟན་རེད་ད་ག་ན་ཞིག་ད་སྣུམ་བྱོས་དང་ཚོགས་ཆེ་བས་ཀྱི་ཟས་ཞེ་ལག་མ་ལག་ཆོད་པ་ཡིན་ན་དེ་ལ་དགའ་བའི་གཟུགས་པོ་ལས་རྩོད་བྱ་གནང་ཡས་རེད་ཨ་ནི། གར་སོང་རེད། ད་ད་དེང་སང་འཁྱག་སྒམ་གྱི་འཁྱག་སྒམ་ནང་གི་ད་ཆུ་གྲང་མོའི་རེད་རེད་ད་དེ་ཚོའི་གྲས་དེ་གང་ཉུང་ཉུང་བསྟན་ཐུབ་ན་ཡག་པོ་ཡོད་རེད་དེ་ཤོད་ཡིན། ད་ནས་ད་དེ་རིང་ག་སང་ཕྱི་ནང་ཕྱི་ལུགས་ཀྱི་སྨན་བཅོས་ནང་ལ་ཡང་ཁོང་ཚོས་ཀྱི་ད་ལྟ་དེ Uric Acid ལས་དེ་ད་ཏག་ཏག་དགོས་དེ་དཔེ་གལ་ཆེན་པོ་ཁོང་ཚོས་བརྩི་གི་ཡོད་རེད་ད་ང་ཚོའི་སྨན་གཞུང་ནང་ལས་ད་ད་གི་ཆུ་སེར་གྱི་ཆུ་སེར་གྱི་སྐོར་ལས་ཞུས་པ་ནང་བཞིན་ད་ཕྱི་ལུགས་ཀྱི། ད། ཡུ་རིག་ཨེ་སེར་བཅས་དེ་ད་མང་པོ་འཕེལ་རྒྱུ་མི་འདུག་ཟེར། ཡུ་རིག་ཨེ་སེར་དེ་འཕེལ་བ་ཡིན་ན་ད། ཚེགས་མེད་དེ་ཚོ་ནང་ལ་ཞིག་ངན་གྲགས་དེ་ཁ་ནས་ད་ང་ཚོའི་ད་གང་ལྟར་བོད་སྨན་དང་ཕྱི་ལུགས་ཀྱི། བཤད་སྟངས་དེ་ག་མ་འདྲ་འདྲ་བོ་ཞིག་རེད་མ་གཏོགས་གཅིག་གིས་ད་དོན་དག་འདྲ་བོ་སྒྲོག་ཆགས་སྒྲོག་གི་རེད་ཁོང་ཚེགས་ཀྱིས། ཚེགས་ཀྱིས་ད་བེད་སྤྱོད་བྱེད་སྟངས་ར་ཁོང་ཚོས་ཀྱིས་ཡུ་རིག་ཨེ་སེར་བཟས་ལ་སོགས་པ་ད་ང་ཚོས་ཀྱིས་ཡུ་རིག་ཨེ་སེར་གྲངས་ད་ཤེས་ཡོད་མེད་གང་ད་དོན་དག་དེ་འདྲ་བོ་སྒྲོག་ཆགས་སྒྲོག་གི་འདུག་སོང་ཙང། ཡུ་རིག་ཨེ་སེར་བཟས་ཉེས་ཅིག། འགྲིག་བརྡ་ཁྲག་ནང་ལ་རྫས་ཅིག་ཡོད་རེད། དེ་ཡི་ཚད་གཞི་དེ་ད་འཕེལ་རྒྱུ་ཡོད་མ་རེད། ད་འདི་དཔེ་གལ་ཆེན་པོར་བཤད་གང་ཅིར་ད་ལྟའི་ནག་ཉེས། ཚེགས་མིག་ནག་ཉེས་མང་པོ་ཅིག་ལ་ད་ལྟ་འདི Uric Acid ལས་དེ་མང་བྱས་གོང་ཚོད་ཀྱི་ཁྲག་གི་བརྟག་དཔྱད་ནང་ལ་འཕེལ་འགྱུར་ཅིག་བསྟན་ཡོང་གི་འདུག་སོང་ཙང་ད། ད Uric Acid ཟེར་དེ་ག་འདྲའི། ག་བ་ནས་ཡོང་གི་ཡོད་ཙམ་པ་ད་ཅི་ད་གོང་ལས་ཡག་ངེད་ཀྱི་ཞུས་པ་བདག་ར་རེད་ད་ག་ལ་ཟས་ཇུས་ཚོགས་ཆེ་བ་བསྟན་དྲག་ཅེས་ར་བ་ད་རྩོད་ཆགས་མེད་བ་ཅེས་ཨ་ནེ་གཟུགས་པོ་ལ་གོ་རྒྱོ་ཞེ་དྲག་མེད་མེད་དུས་ཙམ་པ་ཁྲག་ནང་ལ་ཡང་འཕེལ་འགྲོ་གི་ཡོད་རེད་གཅིག་དེ་རེད་ད་ཕྱི་ལོའི་སྔོན་ནས་ད་དམིགས་བསལ་གྱི་ཁོང་ཚོས་ག་རེ་བཤད་ཀྱི་ཡོད་རེད་ཟེར་དུས་ཙམ་པ་ད་ད་ཉྭ་ཤ་མང་པོ་ཟ་ཉེ་གཅིག་ལ་ཡང་གཅིག་ཡོད་རེད་ཟེར་དེ་འཕེལ་གྱི་འདུག་ཟེར་གྱི་འདུག་ཉྭ་ཤ་མང་པོ་གཅིག་བྱོས་ཉེ་ཆེ་ད་ནང་བཞིན་དེང་སང་ད་ང་ཚོ་གི།

བདེན་རྫུན་ཕྲད་དེ་གང་ཉོ་ཉོ་བྱས་ད། སེམས་མ་ཡང་ཆུང་ཆུང་དུ་འཛོལ་བ་དང་ད་ལྟ་ཆུང་ཆུང་དུ་ཞིབ་ཞིབ་དུ་འདྲེན་འགྲོ་བ་བདེན་རྫུན་ཕྲད་དེ་སྣོད་ཆེན་མོ་དུ་འདལ་ཆེད་དུ་འཛོལ། སྤྲེལ་མ་ཆེད་དུ་འཛོལ་ཕྲད་དེ། མ་ང་ཅིག་ནུས་ཀྱི་འདུག། དེ་གཅིག་རེད་བྱས་ཨ་ནི་དམར་ཤལ་རེད་དེ་ཚོ་གི་ཡང། ད་གླང་ཤ་རེད་མ་ཡི་ཤ་རེད་ཕག་ཤ་ལ་སོགས་པ། དམར་ཤ་ཆེད་རེད་དུ་འཛོལ་ཡང་ཡུ་རིག་ཨེ་སིད་ཕ་རེད་ལ་ཏན་ཏན་བྱེད། དེ་ནོར་གི་འདུག་ད་ག་ནང་བཞིན་ཞུ་རྒྱུ་མོ་རེད་ཨ་ནི་ད་ཉག་བཞག་འགྱུར་གི་སྐྱུར་གི་རེད་ཅིག་འདུག་ཨ་དེ་ཚོའི་གྲས་ཡོད་རེད་གི་ཟེར་ཟེར་གི་རྫས་དེ་ཕལ་ལ་ད་ག་ལ་གང་འཚམ་ཅིག་དགོས་གི་འདི་འདི་རྐྱེན་འཕྲད་གི་འདུག་དེ་འདྲ་སོང་ཙང་ད་འོ་འདི་གྲས་དེ་གང་ཉུང་ཉུང་ཅིག་བསྟན་ཐུབ་ན་ཨ་ནི་ཡག་པོ་འདུག་ཟེར་ཞུ་ཨ་ནི་དུས་ད་ནམ་པ་ཀུན་ཏུ་ཆུ་བསྐོལ་བྱེད་རེད། མཁལ་མའི་མེ་དྲོད་སྲུང་བའི་དེ་བས་གལ་ཆེན་པོ་རེད་གང་ཡིན་ཟེར་ན་མཁལ་མའི་མེ་དྲོད་ཤོར་བ་ཡིན་ན་ད་འདི་ཡི་གང་ལྟར་གྲངས་གཞི་དང་འདྲེས་བྱས་ནས་དེ་ན་ཚེགས་མིག་དེ་ཚོ་ལས་ཡས་ཅིག་བྱེད་ལས་དེ་ཚོ་སྐྱོ་རུ་འགྲོ་ཡས་ད་དག་ནང་བཞིན་བད་ཀན་འབྱོར་རྗེས་ཀྱི་བྱེད་ལས་ཉམས་པ་སེ་དེ་ད་ང་ཚོ་གི་ཚེགས་མིག་རྣམས་ལ་ཡོད་ཤ་བས་ཀྱི་དེང་སང་གི Greece ལས་ཀྱི་དུ་བ་དེ་ཡི་ཉུང་རུ་འགྲོ་ཡས་ལ་སོགས་པ་དེ་ཚོ་ལས་གནོད་སྐྱེལ་གྱི་དུ་བ་སོང་ཙང་མཁལ་མའི་དྲོད་ཉེན་མེད་དེ་བས་གལ་ཆེན་པོ་རེད་བྱས་ཏེ་དྲོད་ཉར་ཚགས་བྱས་ཏེ།

ཨེ་ལཱའི་ཀྱི་སུག་སྨེལ་ཞེས་འོ་ད་དེ་ཚོ་དོན་དག་གཅིག་པ་རེད། འོ་དེའི་གྲས་དེ་ཚོ་ཅིག་ཆ་དང། ཞལ་ལག་དེ་འདྲ་ན་བླུགས་ཐུབ་པ་ཡིན་ན་དེ་ཡང་མཁས་གྲོས་སུ་ངེས་ལ་ཡག་པོ་ཡོད་རེད། འོ་ད་དེ་འདྲས་ཀྱི་ད་ག་ད་དངོས་མགོ་མང་པོ་ཅིག་ཡོད་རེད་སོང་ཙ་ད་དེ་རིང་འདི་གམ་ཞིག་ཞུས་ན་བསམ་ཚུལ་ཡང་མང་མང་པོ་དཔེ་ཆགས་འགྲོ་འདུག་ཡང།